ད་སྡོམ་གཉིས་ཀྱི་ལྟ་བ་ཟེར་ཡ་དེ། ཐོག་མར་ག་འདྲེར་བྱེད་བ་རེད་ཅེ་ན། རང་གི་བློ་ལྷན་སྐྱེས་ཀྱི་ཡུལ་འཛིན་པའི་ཚུལ་དེ་ངོ་ཤེས་དགོས་རེད། བདག་འཛིན་ལྷན་སྐྱེས་ཀྱི་བདག་ཟེར་ཡ་དེ། ལས་འབྲས་ཀྱི་རྟེན་གཞིར་གྱུར་པའི་བདག་དེ་དང། མེད་པའི་བདག། རང་གི་ངོ་བོས་གྲུབ་པའི་གང་ལས་བརྟེན་ནས་ལྟོས་ནས་བཞག་པ་མ་ཡིན་པའི་རང་ངོས་གྲུབ་པའི་བདག་ཅིག་ཡོད་པ་དེ་བསམ་གཏན་ལ་ལྷང་ངེ་ས་ལ་བྱིན་ནས་ཡོད་པ་རེད། དཔེར་ན་མི་གཅིག་གིས་རང་ལ་ཡང་ཚིག་རྩུབ་རབ་ཀྱིས་བརྗོད་པ་ཡིན་ན། ཉེས་རྟགས་རབ་ཀྱིས་བཏང་པ་ཡིན་ན། ཁོས་ང་ལ་ཚིག་རྩུབ་ལབ་སོང་ཁོས་ང་ལ་ཅི་བྱས་སོང་བསམ་པའི་ཁོང་ཁྲོ་ཟ་བའི་སྐབས་ལ་ང་ཟེར་ཡག་ཆེ། ང་ལ་མ་ཡོད་པའི་རྗེས་སུ་སོང་བའི་ང་ཀྱི་འཛིན་མཛོད་ཀྱི་འགྲོ་བ། ཨོ་དེ་འདྲ་བའི་ངར་འཛིན་དེ་གིས་ང་བཟི་ཡ་དེ། ཕུང་པོ་ལ་བསམ་གྱི་ཡོད་བ་མ་རེད། ཕུང་པོ་ལས་གཞན་པ་ཅིག་ལས་བསམ་གྱི་ཡོད་བ་མ་རེད། གང་ལ་ཡང་མ་ལྟོས་པའི་ང་རང་རང་བ་ཅིག། བདག་གཞིའི་ཕུང་པོ་དང། ལྡོག་ཆས་ཀྱི་མཚན་མ་དང། བདག་གཞི་རྡོ་རྗེ་ལ་བརྟེན་ནས་འདོད་པའི་མཐའ་བརྙེས་པའི་ང་ལ་གསོལ་བ། དེ་འབྲས་ཀྱི་ཁྱད་པར་གང་ཡང་མ་སྦྱར་བས། ང། བསིལ་བ་གཅིག། གློ་བུར་དུ། བློ་ལ་འཛིན་དགའ་བ་རེ་བ། ད་ང་ནང་བཞིན་བོང་འཛིན་རྟོག་པ་ལྟ་བུ་དེ་ལ་བརྩོན་པ་ཡིན་ན། འདི་བོང་བ་རེད་བསམ་པ་རབ་ཅིང། བོང་བ་དེ་གང་ལ་ཡང་མ་ལྟོས་པའི། རང་གི་ངོས་ནས། རང་གི། ངོ་བོའི་ཆ་ནས། བོང་བའི་ངོ་བོ་ལ་ཡང་གྲུབ་པ་རེད་བསམ་པ་འཛིན་སྟངས་ཅི་ཡང་རུང། འཛིན་སྟངས་དེ་ཡིས།

ངོས་མ་ཟིན་པ་ཡིན་ན། ཨ་ནི་སྟོང་ཉིད་དེ་ཆད་ལྟར་ལྷུང་ཡག་དང་དགག་བྱ་ཁྱབ་ཆུང་འདྲ་བ་ཡིན་ན་ལྟ་ལྟར་ལྷུང་ཡག་གི་ཉེན་ཁ་ཡོད་རེད། དེ་ཡིན་ཙང་དགག་བྱའི་ཚད་དེ་གཞིག་ཚ་བོ་བྱས་ནས་བཟོ་དགོས་ཡ་དེ། ནམ་རྒྱུན་ང་ཚོ་བློ་ཡི་འཛིན་ཚུལ་ལ་ཡག་པོ་བྱེད་མ་ཐབས་པས་ཡིན་ཙང། ཐ་སྙད་པའི་གང་ཟག་གི་འཛིན་ཚུལ་དང་དགག་བྱའི་གང་ཟག་གི་འཛིན་ཚུལ་གཉིས་པོ་དེ་ང་ཚོའི་དབྱེ་བ་ཕྱེ་དཀའ་བོ་ཞིག་ཆགས་རེད་དེ། དབྱེ་བ་མ་ཕྱེ་བར་བྱས་ནས་དགག་བྱ་ངོས་མ་ཟིན་པ་བྱས་ནས་དེ་བྱས་པ་ཡིན་ན། ཡང་དག་པའི་ལྟ་བ་ཉིད་ཡང་ཡོད་མ་རེད། ཁྱེད་ཚོ་ལྟ་བའི་སྐབས་ལ་ཡང། ལྟ་བའི་དངོས་ལས་མ་རིག་པ་དེའི་དངོས་མེད་འཛིན་མ་ཡིན་གསུངས་པ་ནང་བཞིན་དགག་བྱའི་དངོས་འཛིན་གྱི་བྱ་བ་དེ་གལ་ཆེ་ཤོས་དེ་རེད། དགག་བྱའི་དངོས་འཛིན་གྱི་བྱ་བ་གལ་ཆེ་ཤོས་དེ་ག་རེ་བྱས་བ་རེད་ཟེར་ན། རང་གི་རྒྱུན་ལྡན་གྱི་བློ་ལྷན་སྐྱེས་ཀྱི་གང་ཟག་ལ་ལྟོས་པའི་ང་ལ་ག་རེས་འཛིན་གྱི་འདུག་ཆོས་ལ་ལྟོས་པའི་ཕུང་པོ་ལ་སོགས་པ་ལ་ག་རེས་འཛིན་གྱི་འདུག་དེ་འཛིན་སྟངས་དེ་ལ་བལྟས། འཛིན་སྟངས་དེ་ཡིས་གང་ལ་ཡང་རག་མ་ལས་པ་གང་ལ་ཡང་མ་ལྟོས་པ། འོ་དེ་འདྲའི་ཆེད་ང་ཚོས་བློ་ལ་སྣང་དགོས་བ་རེད་བ། དཔེར་ན། ཆེན་པོ་རེད་ཟེར་ལབ་དུས་སྐབས་ལ་ཡ། ཁོ་རང་རང་བཞིན་གྱིས་ཆེན་པོ་ཡིན་པས་སོ་ར་ཅིག། ཆེན་པོ་ཞེས་པ་དེ་ཆུང་ཆུང་གཅིག་གིས་མདས་དྲངས་ནས་ཆུང་ཆུང་གཅིག་ལ་ལྟོས་ནས་ཆེན་པོ་བྱ་བ་རེད་མ་གཏོགས་ཆུང་ཆུང་གཅིག་མེད་པ་ཡིན་ན་ཆེན་པོའི་ཐ་སྙད་དེ་གླེགས་ཡག་གེ་ཡོད་མ་རེད་བ།

དེ་ལས་གཞན་པའི་རང་བཞིན་གྱིས་བཏུལ་ནས་དྲུག་ཚུལ་གྱིས། ཆེ་ཆུང་ལ་བསྲོ་བ་དང་ཤ་སྣུམ་ལ་བསྲོ་བ་བྱེད་དེ། གཞན་ལ་བཏུལ་ནས་བཞག་པ་རེ་མ་ཐུབ་མེད་པར་བཞེད་པ། བྱས་ཙང་བཏུལ་ནས་མ་བཞག་པར་བཀྲུ་བའི་བློ་ཡི་འཛིངས་ཚུལ་དེ་གར་ཡོད་པ་དེ་གསལ་པོ་ཅན་བྱ་བ་ཡིན་ན། དེ་འདྲ་བའི་གང་ལ་ཡང་མ་བཏུལ་བའི

འདི་ངའི་ཕུང་པོ་སི་ཏུ་གི་གང་ལོགས་ལ་ང་དེ་ལོགས་ཀ་ཕྱིན་འགྲོ་གི་འདུག་བྱས་ཏེ་ང་རྙེད་བྱས་ཡོད་མ་རེད། ད་མ་རྙེད་པ་བྱས་ནས་མི་འདུག་བསམ་པ་ཅིག་ངེས་པ་རྙེད་སོང་ན། དགག་བྱ་ངོས་ཟིན་པའི་ཐོག་ནས་དེ་ཡི་རིགས་པས་དཔྱད་ནས། དགག་བྱ་དེ་དགག་གཞི་སྟེང་དུ་མེད་པ་ཅིག་མཐོང་བ་དེ་ལ་ཡང་ད་སྟོང་ཉིད་དུ་བློ་གསལ་ལྟར་རེད། དེ་མ་གཏོགས་སྟོང་པ་ཡིན་བསམ་པ་རུ་བྱས་པ་ཡིན་ན

ལབ་ལས་སླ་པོ་རེད། དེ་ཚོ་བཙལ་བའི་ཆེད་དུ་ཡང་ནི་མ་རྙེད་པ་དེ་ད་མི་འདུག་བསམ་པ་བྱས་པ་ཡིན་ན་ད་དེ། སྟོང་ཉིད་ཀྱི་ཕྱོགས་ལ་གོ་བའི་རིན་པ་དང་པོ་ར་རེད་ཕོད་པ་རེད། ད་ཡིན་ནའི་དེ་དེ་རང་སྟོང་ཉིད་དུ་ལོག་རེད་དེ་ལབ་ཐུབ་ཀྱི་མ་རེད་དེ་སྟོང་ཉིད་ཀྱི་ཕྱོགས་ལ་ད་ད་དེ་མི་འདུག་སྙ་པ་དེ། བརྡ་བཞིའི་སྟེང་དུ་གང་ལ་ཡང་མ་ལྟོས་པའི་རང་གི་ངོ་བོས་གྲུབ་པའི་དངོས་པོ་དེ་འདྲས་ཀྱིས་བློ་ལ་སྣང་བ་ནང་བཞིན་བློ་ལ་སྣང་བའི་ཚུལ་དེ།

ལྟོས་བཅས་ཀྱི་གཞི་དེ་གྲུབ་པ་མ་གཏོགས་ཁོ་རང་རང་གི་ངོས་ནས་གང་ལ་ཡང་མ་ལྟོས་པ། ཞེས་བྱ་བ་ན་གསུམ་པ་ནང་བཞིན་གང་ལ་ཡང་མ་ལྟོས་པ་མེད་པ་དེ་མཐོང་ཡོང་དུས་ག་ལ་ད་སྟོང་ཉིད་ཀྱི་དོན་ལ་གོ་བ་གཉིས་ཡོད་པ་རེད་ཨང་དེའི་ཐོག་ལ་ག་ཚོད་ཚོད་ཀྱིས་དཔྱད་པ་བྱེད་དུ་ཡག་པོ་ཡོད་རེད། ཨང་ད་དེ་འདྲའི་བྱེད་བཞག་གི་ཡིན་དེ་ནས་ད་གང་ག་ལོ་ག་སྲིན་ཕུ་སྲིན་གྱི་ཚོད་རེད་མདོ་བསྡུས་མདོ་བསྡུས་མ་གཏོགས་ཅུང་མ་སོང་དེ།